ཏེ། བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ལྷོ་སྤྱི་ལས་ཁང་དང་ས་འཐུས་མེད་པའི་ས་གནས་ཁག་བདུན་གྱི་ཟུར་བཀོལ་སྔོན་རྩིས་བྱུང་སོང་གི་སྡོམ་གྱི་དེ་ནང་ནས་ཨང་གཉིས་པ་དེ་དང་འབྲེལ་བའི་ཐོག་ནས། དེ་ནས་བཀའ་འདྲི་དང་བསམ་འཆར་ཚང་མ་ཚིག་ཁ་ཤས་ཀྱིས་བཤད་ཡག་ཡོད། དེ་ག་རེ་རེད་ཡོད་ལབ་དུས་ལྡི་ལི་བོད་སྐད་བསམ་ཡིག་གླེང་གི་གནས་སྟངས་ཆགས་ཡོད་རེད། ད་ལོ་སྔོན་མ་གི་དགུན་དུས་ཀྱི་མེ་ཙམ་ལ་དེ་ནི་རྒྱ་གར་གྱི་ཆེས་མཐོའི་ཁྲོམ་ཁང་ནས་ང་ཚོ་དཔོན་ཚོགས་ཕྱོགས་སུ་ངོ་སྤྲོད་དང་གནས་སྟངས་ཅིག་ཐོག་ནས་ཅིག་བོད་ཀྱི་ས་མིང་གླིང་འདི་གནས་ཐུབ་དང་མ་ཐུབ་ག་སའི་གནས་པ་ཡིན་ན་ཡང་གནས་སྟངས་མང་པོ་ཞིག་ཐོག་ལ་དཀའ་ངལ་འཕྲད་སྲིད་པ་གི་གནས་སྟངས་དེ་འདྲའི་གི་གནས་ཚུལ་ཞིག་ཆེན་པོ་ཞིག་ཐོན་ཡོད་རེད་བྱས་ཙང་དེ་འདྲ་ཡིན་ཏེ། ད་ལྟའི་ཡན་ཆོད་ལ་དེ་ནི་ལྡི་ལི་དོན་གཅོད་རེད་ད་ནང་བཞིན་གྱི་ས་གནས་འགོ་འཛིན་ལས་ཁུངས་རེད་ནང་སྲིད་ལས་ཁུངས་རེད་དེ་ཚོའི་ངོས་ནས་དེ་ལ་ཅིག་གདོང་ལེན་བྱེད་ཨ་དང་དེ་འདྲས་ཀྱི་ཐབས་ལམ་འདྲ་དེ་ག་རེ་ག་རེ་བྱས་ཡོད་ན། ཅིག་དང་གཉིས་པ་དེ་ལ་ད་ལྟའི་གནས་སྟངས་ལ་སྤྱི་ཡོངས་ཀྱི་ཉེན་ཁ་རེད་པའི་ཚད་གཞི་ག་ཚད་ཅིག་ལ་ཡོད་རེད། དེ་རིང་བཙན་བྱོལ་བོད་པ་ལྷག་པར་དུ་རྒྱ་གར་ལ་གནས་སྡོད་བྱེད་ཉེས་ཀྱི་བོད་པ་ཞིག་མཚོན་པ་ཡིན་ན། དགོན་སྡེ་ཁག་གཙོས་པའི་མང་པོ་ཞིག་གིས་དཔལ་འབྱོར་གྱི་ཐོག་ནས་ཅིག་མ་རྩ་ཤིག་ཆེན་པོ་ཞིག་ལྡི་ལིའི་བོད་སྐད་བསམ་ཡིག་གླེང་སྟངས་ཞེས་པར་ཆ་ཚང་དེ་རིང་འདི་འདི་ཚོགས་ཐོག་ལ་མ་འོངས་པའི་གི་གནས་སྟངས་དེ་ག་འདྲ་འདྲ་ཅིག་ཆགས་ཐུབ་ཡག་གི་ཅིག་གདེང་ཚོད་འདྲ་དང་རེ་བ་འདྲ་དེ་ག་ཚོད་ཡོད་རེད་ཟེར་ནས་དེ་སྒང་ལ་གླེང་ཅིག་གནང་རོགས་གནང་ཞུ།

ཨེ། ལས་གཞི་གཅིག་འགྲོ་བསྡད་ཀྱི་ཡོད་རེད་དེ་ཚོའི་ནང་ལ་ལས་སྙན་ཞུ་རྒྱག་དགོས་ཡ་དེ་གི་དེ། ཨ་ནི་ཁོང་ཚོ་སོ་སོས་ཀྱི་རྒྱབ་ནས་བསྡད་བཞག། ད་ཁ་ཆེན་ཕྱི་ཟླ་དང་པོའི་གཉིས་པའི་ནང་ལོགས་ལ་གནས་ཚུལ་དྲ་ཆེན་ནང་ནས་ཐོན་པ་རེད། དེའི་སྐབས་དེ་དོ་བདག་ད་ལྟ་ནང་སྲིད་བཀའ་བློན་འདྲ་བ་བྱེད་ན་ཆོག་ཆོས་ཨ་མི་རི་ཀ་རུ་འགྲོ་བསྡད་ཡོད། ཨ་ནི་ལམ་སང་ནང་སྲིད་ལས་ཁུངས་འབྲེལ་བ་བྱེད་བྱེད་ནང་སྲིད་དྲུང་ཆེ། གདམ་གསེས་ལ་ཡོད་ན་ལམ་སང་མ་ཕེབས་དགོས་འདི་ཅེས་ཞུས་པ་ཡིན་སྐབས་དེ་དུས་ནང་སྲིད་དྲུང་ཆེ་ཡང་ས་གནས་གཞན་པ་ཅིར་ཕེབས་ཞུ་བཞག་ནས་ཡག་ཤོས་ཕེབས་དུས་ཚང་མ་ལྡི་ལི་ལ་གན་ཁེ་ངས་ཚང་མ་ལམ་མཉམ་དུ་གཅིག་མཇལ་གནང་བ་རེད་ཀ་མེད་བྱུང་བ་རེད་དེ་ནས་ད་འདི་ཡར་ལངས་འདེད་ངེས་ཀྱི་བཀའ་བློན་ཡིན་པ་ཡིན་ནས་ཚུ་ཡོང་བ་དང། ལྡི་ལི་ལ་ཡང་ལྡི་ལི་དོན་གཅོད་ལྡི་ལི་དོན་གཅོད་ཀྱི་དྲུང་ཆེ་ས་གནས་མགོ་འཛིན། རྒྱལ་སྟོད་ལས་ཁུངས་ཀྱི་འཐུས་མི་བདུན་ཡོད་རེད་སྐབས་དེ་དུས་འཐུས་མི་གསུམ་མ་གཏོགས་མི་འདུག་ཁོང་གསུམ་ཕེབས་སོང། སྐབས་དེ་དུས་ཚང་མ་ང་ཚོ་བཀའ་མོལ་བྱུང་སོང་ད་གནད་དོན་གཅིག་དེ་ཚོང་ཁང་གཟིམ་ཡག་གི་དེབ་སྐྱེལ་མི་འདུག License མི་འདུག་ཟེར་བ་དེ་གཅིག་རེད། ད་འདི་ས་ཆ་ཁོ་རང Regularize མེད་དུས་ཚང་མ་ལ་རྒྱ་གར་གཞུང་གི་ཚོང་རྒྱག་ཆོས་ཡག་གི་ལག་ཁྱེར་དེ་སྤྲད་ཐུབ་ཀྱི་ཡོད་མ་རེད། ཡིན་པ་ཡིན་ཡང་ང་ཚོས་ཀྱི་ཞུ་ཡོད་བྱས་ཏེ་ག་ཚོད་ཐུབ་ཐུབ་ཅིག་གི་དཔང་རྟགས་ཅིག་བསྒུགས་འདུག་ད་ལྟ་བར་དུ་ཞུ་ཟིན་པ་འདི་ཚོ་གི་ཞུ་ཟིན་པ་རེད་ཞུ་མེད་པ་འདི་ཚོ་ཡིན་པ་ཡིན་ནའི་ཡིན་ཅི་མི་ཅི་སྙན་ཞུ་རྒྱག་དགོས་འདུག་རག་མ་རག་གནས་ཚུལ་ཁ་ཁ་རེད་ང་ཚོས་དངོས་གནས་འབད་བརྩོན་བྱེད་ཡིན་ལབ་སྟེ་དེ་ཅིག་སྟོན་དགོས་ཀྱི་འདུག་ཟེར་ཡ་དེ་ཅིག་རེད། གཉིས་པ་དེ་ཁང་པ་མཐོ་ཚད་དེ་རེད། ད་ཁང་པ་མཐོ་ཚད་དེ་སྐོར་ལ། ང་རང་རང་མི་གི་བོད་ཀྱི་གྲོས་ཚོགས་སྲིད་གཞུང་ཉམས་ཞིབ་ཁང་ལས་ཀ་བྱེད་པའི་སྐབས་དེ་དེ་དུས་ང་ཚོ་ས་གནས་ལ་སྤྱི་འཐུས་ལྔ་ཡོད་རེད་ང་ཚོ་འདི་གའི་ཚང་མ་ལོ་ཨ་རིའི་ས་མེག་གླིང་གི་དོན་དག་ལ་ཡར་ལོ་གཉིས་ཕྱིར་ང་རྒྱུགས་པ་རེད། རྒྱུགས་ནི་སྐབས་དེ་དུས་ལས་ང་ཚོ་སློབ་གསོ་མང་པོ་བརྒྱབ་ཡོད་རེད། ལྡི་ལི་ཁྱོན་ཡོངས་ཀྱི་ཁང་པ་མཐོ་ཚད་དེ་མི་ཀྲ་བཅོ་ལྔ་རེད་གདའ། ད་བྱང་སོ་དེའི་ཚད་ལས་བརྒལ་བ་ཡིན་ན་ཁྲིམས་དང་འགལ་འགྲོ་གི་རེད་མ་འོངས་པ་ང་ཚོ་སྲུང་སྐྱོབ་བྱེད་ཐུབ་ཀྱི་མ་རེད་ད་བྱས་ནས་དེ་ཞུས་ཡོད་རེད་དེ། ད་ས་མེད་གླིང་ལ་ཁང་པ་ག་ཚོད་བརྒྱབ་བསྡད་ཡོད་མེད་དེ་ཚང་མ་ལོག་ཆེན་གྱི་རེད་བ། དེ་གས་ཚང་མ་ལོག། གལ་སྲིད་འདིའི་སྒང་ལ་ཡང་རྒྱ་གར་གཞུང་གིས་དོར་ནན་པོ་སྤྲོ་བ་ཞིབ་བོ་བྱས་ཡོང་བ་ཡིན་ན་ང་ཚོ་དཀའ་ཡག་ཐབས་ཤེས་ཡོད་མ་རེད་ད། དེ་ཞུས་བ་ཡིན་དེ་ཀ་ཡ་ཐབས་ཤེས་ཡོག་མ་རེད་ད་ཚེ་ད་ག་ནང་བཞག་དགོས་རེད་ཟེར་ན་རྒྱ་གར་གཞུང་གི་གཏོར་ཀ་བཏང་བ་ལས་སོ་སོ་གཏོར་ན་ཡག་གི་རེད་མ་གཏོགས་ཅིག་གིས་རྒྱ་གར་གཞུང་གི་གཏོར་ཀ་ནང་ག་ཅུང་མ་ཅུང་གཏོར་གི་རེད་བ་དེ་འདྲའི་གནས་སྟངས་ཅིག་ཡོག་རེད། ད་དེ་མ་ཡིན་པའི་གི་གནས་ཚུལ་ཅིག་ག་རེ་གསུང་དགོས་རེད་ཟེར་ན་མེད་གི་གནས་ཚུལ་གསུང་གི་ཡོག་རེད། མེད་གི་གནས་ཚུལ་དེ། གཞི་ཆགས་རང་ལ་བདེ་ངེས་ཀྱི་མི་ཚོགས་ཀྱི་སྲོག་སྐྱོབ་ཡག་གི་ཆེད་དུ་བྱ་དགའ་གཞུང་གི་གསུང་གི་ཡོད་རེད་མ་གཏོགས་ཅིག་གི་རྙེད་རྩ་ཡག་གི་ཆེད་དུ་མ་རེད། བསམ་མེད་ནས་ཇི་ད་ད་ཕར་ཚུར་གོམ་པ་རྒྱབ་ཚར་གས་ཁག་པོ་ཆགས་བསྡད་ཡོད་རེད་གཞུང་མ་མེད་འདྲ་ཅིག་ཤོག་ཡིན་ན་མོ་ཏྲ་ཁྲི་ས་གི་ལང་ཀ་ཁོ་རང་ཡོད་མ་རེད། མདུན་ནས་ཅིག་ལ་སྙོབ་ཐུབ་གི་མ་རེད་རྒྱབ་ནས་ཡང་ཅིག་ནས་སྙོབ་ཐུབ་ཡ་ཡོད་མ་རེད། ད་འདི་ལ་ད་ལྟ་གཅིག་པུ་དཀའ་ངལ་མ་རེད་མ་འོངས་པ་ཡིན་ནའི་ང་ཚོ་དཀའ་ངལ་མུ་མཐུད་ནས་འཕྲད་བསྡད་ཀྱི་རེད། དེ་ཡིན་དུས་བསམ་པ་འདིའི་ཆེད་དུ། བསམ་ཡས་གླིང་གི་ད་ལྟ་དོན་གཅོད་རེད་བསམ་ཡས་གླིང་ས་གནས་འགོ་འཛིན་རེད་རྒྱལ་དུས་ལས་ཁུངས་ཆང་ཟོ་ཚང་མ་ལོག་གི་ཨ་ནི་འཆར་གཞི་གཅིག་བཟོ་ནའང་དེ་ལ་ཡང་བསམ་ཡས་གླིང་ལ་ཡང་ཆུ་སྤྲེང་ཁི་ཆེན་པོ་གཅིག་བརྒྱབ་ནས་མེ་གསོད་ཡག་གི་ཆེད་དུ་ད་ག་རང་གི་ཆེད་དུ་མེ་གསོད་ཡག་རང་གི་ཆེད་དུ་ཆུ་སྤྲེང་ཁི་ཆེན་པོ་བརྒྱབ་བ་ཡིན་ན་ད་འདི་ཆེ་ཆུང་ག་ག་ཟིག་གོ་གི་རེད་མཐོ་ལོས་ག་ག་ཟིག་གོ་གི་རེད་ཆུ་ཤུགས་ག་ག་ཟིག་འགྲོ་གི་རེད་དེ་ཚོ་ཚང་མ་ལོག་མེ་གསོད་མཁན་གྱི་ལས་ཀ་བྱེད་མཁན་མཁས་པ་དེ་འདྲ་ལ་ཡང་བཀའ་འདྲི་ཞུས་བྱས། ཨ་ནི་དེ་རི་མོ་དང་ཆ་ཚང་གཅིག་བཟོས་ཚར་ན་དེ་ནི་ང་ཚོ་འགྲོ་སོང་ག་ཚོད་འགྲོ་ས་རེད། ཨ་ནི་ས་མིག་རིང་རང་ག་ཚོད་བཏང་ཐུབ་ས་རེད། ང་ཚོ་བོད་མི་སྒྲིག་འཛུགས་ག་ཚོད་བྱེད་དགོས་ས་རེད། ཨ་ནི་དེ་ཚོ་ང་ཚོ་གོ་བསྡུར་བྱེད་ཆོག་གི་རེད། དེ་ཚོ་ཆ་ཚང་ཞུ་བ་ཡིན། ད་འདི་བཟོས་པ་ཡིན་ན། ཆུ་མཛོད་ཆེན་པོ་ཅིག་རྒྱག་པར་བྱེད་ཀྱི་རེད་དེ་ནས་མ། ས་མིག་རིང་གི་ནང་ལོགས་ལ་ཡང་ཕྱུགས་ཀྱི་པ་མང་པོ་ཞིག་པ་ཅིག་འཐེན་དགོས་བྱེད་ཀྱི་རེད། ག་བ་ལ་སྒུག་གི་ཡོད་ནས་ང་ཚོ་འདི་ད་མཁས་པ་ཚོ་ལ་སྐད་ཆ་དྲིས་ཤིག་འདི་འཐེན་ད་དཀའ་ངལ་ཆེ་ཤོས་འདི་ཆུ་འཐེན་ཡོད་རེད་དེ་ཡང་ཆུ་ཤུགས་ཀྱི་སྒོ་རུ་བ་ཁང་པ་ཐོག་ཚང་གཉིས་གསུམ་དེ་འདྲ་ལ་མེད་ཤོར་ན་ཡང་ཆུ་ཤུགས་འཐེན་ཡག་གི་དེ་ཚོ་ཕྲད་ཀ་འདི་ང་ཚོའི་བཞིན་གྱི་མ་རེད་དེ་མེ་གསོད་ལས་ཀ་བྱེད་མཁན་གྱི་མཁས་པ་དེ་འདྲའི་ཟུར་པ་དེ་འདྲའི་ཡོད་ཀྱི་རེད་དེ་ཚོ་ལ་སློབ་སྟོན་ཞུས་བྱས་རི་མོ་ཆ་ཚང་ཞིག་བཟོས་ད་ང་ཚོ་འདི་གང་བྱས་ཆོག་གི་རེད་བཞིན་གྱིས་ཞུ་བ་ཡིན། དེ་ནས་གནད་དོན་མཐའ་མ་འདི། དབྱར་ཀ་ཆར་བ་ཤུགས་ཆེན་པོ་འཇབ་པའི་སྐབས་ལ། རྒྱབ་ལོགས་ནས་ཆུ་ཡོང་གི་ཡོད་དུས་ཁང་པ་མཐོ་ས་དང་པོ་མང་པོ་ཅིག་རྡིབ་འགྲོ་གི་ཡོད་རེད་ཆུ་བ་ལ། འདི་གིས་ཁང་པའི་གི་རྨང་གཞི་ལ་གནོད་ཀྱི་འདུག་གྲྭ་གཞུང་གི་ད་ལྟ་ཁ་ཚུན་ཁྲིམས་ཁང་གི་དེའི་ནང་ལ་གནད་དོན་གཅིག་འདི་ལབ་ཡོད་རེད། ད་འདི་དངོས་ནས་གནོད་སྲིད་པ་རེད་ལོ་མང་པོ་དེ་འདྲ་བྱས་པ་ཡིན་ན། ད་འདི་ཚོ་ལ་ང་ཚོ་ཐབས་ཤེས་འདྲ་བོ་འདི་རྒྱ་གར་གཞུང་རང་གིས། སྟངས་འཛིན་དགོས་བ་ནི་ཇི་གི་ཡིན་པ་ཡིན་ནི་རེད་ལོ་རྟག་པར་རེད་ཤི། ཁང་པའི་གི། ད་ག་འདི་སོ་སོའི Original ཡིན་ན Structural། ཁང་པའི་གི། སྒྲོམ་གཞི་ནི་ཇི་བརྟན་པོ་འདུག་མི་འདུག་ལོ་རྟག་པར་རེད་ཤི་དགྲ་གཞུང Engineer བཏང་ནི་ད་ག་བཏང་བ་ཡིན་ན། ཨ་འདི་པོ་མེད་པ་དེ་ག་དེ་ད་མ་གཏོར་ཡ་ད་ཡང་བྱ་བཟོ་ཡ་བཀའ་གྲོས་ཅིག་བསྒྲག་གོ་ཇི་གིར་བ་བརྟན་པོ་ཡོད་ན་ཡོད་པ་ཆེ་དེ་འདྲའི་འདྲ་པོ་ཅིག་ཐབས་ཤེས་བཏོན་ན་ཟེར་ད་ད་འདི་བ་དུ། ཁྲིམས་ཁང་ནང་ལོག་ལ་ཡང་གནས་ཚུལ་དོན་བཤད་བ་དེ་ག་དེ། འཛིན་སྐྱོང་གི་ངོས་ནས་ལམ་སྟོན་བྱེད་དགོས་ཡ་དེ་ཆ་ཚང་གཅིག་དོན་དག་བཅས་མ་ལྷག་པ་བྱས་རྗེས་བརྗེད་བཞག་ཡོད་ད་ཡིན་ནའི་འདིའི་པ་ར་དེ་ནས་གནས་ཚུལ་འདི་དོན་པ་རེད་རྣམ་པ་སུ་གནས་ཚུལ་ཡག་པོ་ཟིག་ཡོད་པ་ཡིན་ན་ཁྲིམས་གཏུག་ངན་དེ་ཨ་ནི་ད Public Interest Litigation ལ་ནི་སྤྱི་ཚོགས་ཁེ་ཕན་རང་གི་ཆེད་དུ་ཁྲིམས་གཏུག་བཞག་པ་ཅིག་རེད་འདི་ཡའི་བྱེ་བྲག་བསམ་ཡས་གླིང་གི་གནས་སྟངས་ལ་བལྟ་ནས་བཅུག་བཞག་བཙུགས་བཞག་པ་ཅིག་རེད་དེ་ཡིན་ནའི་ཁྲིམས་ཁང་གི་ཐག་གཅོད་དེ་ལྡི་ལི་ཁྱོན་ཡོངས་ལ་ཡིན་པ་བཟོ་རེ་ཞིག་འདུག་དེ་ཡིན་དུས་བསམ་པ་ལ་ཁོ་རྒྱ་ཆེན་པོ་ཆགས་ཀྱི་ཡོད་རེད་བ། ད་ང་ཚོ་གཅིག་པོ་ཡིན་ན་ཁ་ཆེ་ནས་ཞིབ་འཇུག་བྱེད་ཁ་ཡོང་སྲིད་བ་རེད་བ། ད་ད་ལྟ་བར་དུ་ལྡི་ལི་ཁྱོན་ཡོངས་ལས་དམིགས་བསལ་གྱི་འདིའི་སྐོར་ལ་ཞིབ་ཕྲ་ག་གོའི་མེད་དུས་བསམ་པ་ལ་ཨ་རིའི་འཇམ་ལྡན་ལྡན་འདྲ་བོ་ཞིག་ལྷག་དེ་ཤར་ཡིན་ན་དེའི་འཇམ་ལྡན་ལྡན་ལྷག་དེ་འདུག་ཙང་ནི་ང་ཚོ་དཀའ་ངལ་སེལ་གི་ཡོད་མ་རེད་བ། ད་དེ་ཡིན་དུས་བསམ་པ་དེ་མུ་མཐུད་ནས་ཨ་ནི་ས་གནས་ད་གཙོ་བོ་མེ་གའི་ས་མེད་གླིང་ལ་དེ་ངན་གི་ང་ཚོ་ས་གནས་འགོ་འཛིན་རེད་ཨ་ནི་རྒྱ་དཔོན་དང་ཁོ་རང་ཚོ་རྣམ་པ་ཚོ་གོ་བསྡུར་ཡག་པོ་བྱེད་ནས་ཁ་ཆེ་ངེད་མང་ངེད་ཅེས་ཞུ་ཡིན་བསམས་སོང་ད་ལྟ་ས་མའི་གླིང་ལ་ཐག་གཅོད་བྱེད་དགོས་ཡ་གཅིག་དེ་ཨ་ནི་ཉིས་སྟོང་བཅུ་བཞི་གི་སྲིད་ཇུས་འོག་ལ་འགྲོ་གི་ཡིན་པས་ཡང་མེད་ན་གནས་སྟངས་གཞན་པ་ཞིག་གི་སྒང་ལ་འགྲོ་གི་ཡིན་པས་ཞུ་གཏུག་བྱེད་ཡ་དེ་འདི་ཁོ་རང་ཚོ་གི་ཐག་གཅོད་ལས་མ་གཏོགས་ཡོང་གི་མ་རེད་བ་དེ་ཁྱེད་རང་ཚོས་གི་ད་ལྟ་གོ་བབ་དེ་གཟིམས་ནས་མང་ཚོགས་ནང་ལོག་ལ་ས་མའི་གླིང་དེ་སྔའི་མི་མང་མཉམ་ལ་གོ་བསྡུར་བྱས་རྗེས་ཨ་ནི་ཁ་ཕྱོགས་གཅིག་ལ་འགྲོ་ཐུབ་ན་གཞུང་མང་ང་ཚོ་ལས་ཀ་བྱེད་བསྡད་ཡ་ཡོད་རེད་འདི་བྱེད་རོགས་གྱིས་སུ་ཡང་ཁ་ཁ་ཞིག་བྱེད་རོགས་གྱིས་སུ་འདི་ནས་མ་ཡིན་པ་བྱས་རྗེས་འདུ་བྱེད་ནི་ཡོད་ཟེར་འདི་ནང་གསེས་ཀྱི་དོ་སྣང་ཆེན་པོ་བྱེད་ནི་དེ་དེ་ཡོད་ཟེར་ཤོད།
བ་དེ་ཚོ་ཆོག་ད་ད་ལྟ་པར་རྗེས་གྲོལ་ཆེར་དེ་ད་ཁ་ཚང་ང་ཚོ་གཏན་འབེབས་བྱས་པའི་གི་བོད་གི་རྒྱ་དར་དང་རྒྱ་རྟགས་རྒྱ་ལོ་བྱས་གི་སྒྲིག་གཞི་གཏན་འབེབས་དང་ད་མ་འོངས་པ་གཅིག་གྱུར་ཡོང་ཡག་གི་ཆེད་དུ་དུ་སུ་ད་རྒྱ་དར་དང་དེ་ཚོ་ཁ་ཚང་གཏན་འབེབས་བྱས་ཤག་དེ་ཚོ་གསར་དུ་པར་སྐྲུན་བྱས་ཡག་ད་དེ་འདྲས་ཡིན་དུས་འདི་ཐོག་ལ་ཡག་ཁ་ཚང་ང་ཚོ་ཚོགས་ཆུང་ལ་ཡག་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འབྲེལ་བ་ཞིག་བྱས་ནས་ཁྱེད་རྣམ་པ་ཚོ་འདི་བརྟན་པོའི་ཆགས་ཚར་ཡི་རྗེས་ལ་ཨ་ནེ་བོད་ཀྱི་རྒྱལ་དར་དེ་དཔལ་དུ་ད་སྟོང་ཁྲག་ཁྲི་ཁྲག་ག་རྫི་སྤར་དགོས་ན་ཆེ་ཆུང་ག་རྫི་སྤར་དགོས་ན་འཛམ་བུ་གླིང་ག་བ་ལ་བཀྲམ་དགོས་ན་ཨ་ནེ་ཁོ་ཚོའི་ངོས་ནས་བཀྲམ། དེ་ཡང་ད་ཁོ་ཚོའི་ངོས་ནས་དེ་གི་ད་འགྲོ་འགྲོ་དང་ཡང་ཚང་མ་ཐབས་ཤེས་བྱེད་གི་ཡིན་ཟེར་ནས་དེ་སོང་སོང་དུས་དུས་ངས་ག་རེ་ཞུས་ཡོད་ལགས་ན་ད་ང་ཚོ་ཚོགས་ཆུང་གི་ངོས་ནས་འདུག་སེ་བཀའ་ཤག་ལ་ཕར་ཕུལ་བཞག་གི་རེད་ཨ་རྣམ་པ་ཚོ་གི་བཀའ་ཤག་ལ་ཡང་དེ་སྐྱབས་འཇུག་ཞུས་དང་བཀའ་ཤག་དགོངས་པ་ཞིག་རེད་ཟེར་ནས་དུས་སུ་ལན་རྒྱག་བྱུང་སོང་དེ་ཡིན་དུས་མ་འོངས་པར་བཀའ་ཤག་ངོས་ནས་ན་ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དེ་འབྲེལ་གྱི་དགོངས་ཚུལ་སླེབས་པ་ཡིན་ན་དགོངས་པ་ཞུ་ཡ་ཅིག་དགོངས་པ་ཞུས་དགོས་འདུག་ཅེས་ནས་དེ་ཞུས་ཡོད། དཔལ་ལྡན་སྲིད་སྐྱོང་མཆོག་འདི་བཀའ་ལན་འདྲི་བ་དུ་མ་གནང།
ཨ་མདའི་ཚོགས་མཆོག་ད་ལྟ་ཀུ་རེ་སྤྱི་འཐུས་གཅིག་གི་གོང་དུ་ཨང་ཀི་གཅིག་པུ་བརྒྱ་ཡས་དེ་དང་ཀུ་རེ་སྤྱི་འཐུས་གཅིག་གི་ཚིག་བཅོ་ཡས་དེ་མི་མཐུན་ཡོད་ཕྱིན་ཤོད་ཡིན་ད་ལྟ་གང་གསུངས་པ་དེ་འགྲིག་གི་འདུག་ཨ་ནི། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ད་ལྟ་རྒྱལ་དར་པར་རྒྱག་གི་ཡིན་གསུངས་ཡས་དེ་དཔེ་མི་བྱེད་ཡག་པོ་རེད། འོན་ཏེ་ཁོང་ཚོས་གནང་ཐུབ་པ་ཡིན་ན་ཡག་པོ་ཞིག་འདྲ་རེད། ཡིན་ནའི་ང་ཚོ་བོད་མིའི་སྒྲིག་འཛུགས་ལ་གོ་ཡ་གི་པར་དེ་ག་དེ་ཆེ་ཆུང་སྣ་ཚོགས་ཀྱི་དགོས་ཀྱི་ཡོད་རེད་དེ་ན་བོད་དམངས་སྤྱི་འཐུས་ལྷན་ཚོགས་ཡིན་པ་ཡིན་ན་ད་ལྟ་རྒྱལ་དར་དེ་གིས་ཡང་ཆེ་ཆུང་ག་འདྲའི་དགོས་ཀྱི་འདུག་དེ་སྔ་སོ་སོ་སོ་ལ་ཆེ་ཆུང་མི་འདྲ་ག་རེ་དགོས་ཀྱི་འདུག་དེ་ཚོ་ང་རང་ཚོ་རང་གི་པར་རྒྱག་ཤར་བ་ཡིན་ན་ཁོ་དེ་སྐྱོན་ག་ཡོད་མ་རེད་བསམ་ད་མང་ཚོགས་ཀྱི་བེད་སྤྱོད་བཏང་ཡ་ད་དེ་ཚོ་ད་ལྟ་གཏན་འབེབས་བྱས་ཤར་བ་དེ་ན་ཕྱིན་ཆད་ནས་བོད་སྤྱི་འཐུས་ལྷན་ཚོགས་ཡིན་ནའི་རེད་གཞུང་ཁོངས་མ་ཡིན་པའི་སྒྲིག་འཛུགས་སུ་འདྲ་བྱིན་པ་ཡིན་ནའི་གནང་བ་ཡིན་ན་དགའ་བསུ་ཡོད་ཕྱིན་ཞུ་བ་ཡིན།